རྡོ་བཟོ་དང་རྡོ་བརྐོས་ཀྱི་ལག་རྩལ་ནི་བོད་ཀྱི་ལོ་ངོ་སྟོང་ཕྲག་གོང་གི་རིག་གནས་ཀྱི་འབྱུང་ཁུངས་གལ་ཆེན་ཞིག་དང་རྡོ་བརྐོས་ལག་རྩལ་ལ་བརྟེན་ཏེ་བོད་ཀྱི་ཆོས་དང་རིག་གནས་སྣ་ཚོགས་ཉར་ཚགས་དང་རྒྱུན་འཛིན་བསྐྱངས་དང་སྐྱོང་བཞིན་ཡོད་པ་རེད། དེང་སྐབས་བོད་པའི་སྤྱི་ཚོགས་ཁྲོད་རྡོ་བརྐོས་ཀྱི་ལག་རྩལ་ཐོག་དོ་དབྱིངས་གནང་མཁན་ཇེ་ཉུང་དུ་ཕྱིན་ཡོད་པ་མ་ཟད་ལག་རྩལ་དེ་བཞིན་རྩ་སྟོང་འགྲོ་རྒྱུའི་ཉེན་ཁའི་མཚམས་སུ་སླེབས་ཡོད་པ་རེད། བོད་དང་བལ་ཡུལ་ས་མཚམས་རྡོལ་པོ་ཞེས་པའི་ས་ཁུལ་ནས་ཡིན་པ་བོད་རིགས་ཚེ་རིང་ཕུར་པ་ལགས་ཀྱིས་འདས་པའི་ལོ་ཉི་ཤུ་ལྷག་གི་རིང་བོད་ཀྱི་ཐུན་མོང་མ་ཡིན་པའི་རྡོ་བརྐོས་ཀྱི་ལག་རྩལ་རྒྱུན་གནས་ཐུབ་ཐབས་སུ་མ་ཎི་ཡིག་དྲུག་དགེ་བའི་ཞབས་བརྟན་དེ་བཞིན་ལྷ་སྐུ་འདྲ་མིན་དང་སྔགས་ཡིག་སོགས་བརྐོས་ནས་སོ་སོའི་ཉིན་རེའི་འཚོ་བ་སྐྱེལ་བཞིན་ཡོད་འདུག། ང་དེ་མ་ཎི་དེ་ང་ཚོ་ཕ་ཡུལ་ལ་དར་སོ་དཔེ་ཆེན་པོ་ཡོད་རེད་ལ། ཨ་ནི་སྔོན་མ་མིའི་གྲོངས་པ་ཡིན་ན་མིའི་གྲོངས་འགྱོག་གི་ད་ཐོབ་ཐང་ཞེས་པ་རེད་ལ་ཨ་ནི་གྲོངས་འགྱོག་དེ་ལ་ཁོ་རང་གི་ཆེད་དུ་དམིགས་ནས་དེ་ནས་དེ་འདྲའི་ཐོབ་མང་ནི་མང་པོ་བཀོག་གི་ཡོད་རེད་ལ། ཨ་ནི་ང་ཚོ་བོད་ལ་མང་པོ་འགྲོ་གི་རེད་ལ་བོད་ལ་ད་བོད་ས་དབུགས་མང་པོ་ལ་འགྲོ་གི་ཡོད་རེད་ཨ་ནི་དེ་འདྲའི་ཐོབ། བོད་ཀྱི་ད་མི་དེ་ཚོ་དེ་འདྲའི་མ་ནས་མང་པོ་བྱང་གི་རེད་ལ། ང་ལོ་བཅུ་བདུན་བཅོ་བརྒྱད་ནས་ཨ་ནི་འདི་ལག་ཤེས་དེ་བྱང་བ་རེད། ད་ད་ལྟ་བར་ལ་ཅི་མ་ནས་དོ་ཀོ་ནི་མ་ནས་ཀོ་ནི་ཨོ་ད་འདི་འཚོ་བ་དེ་ཅི་པེ་ཙོ་ཏེ་ཙོ་ཏེ་ཙོ་འཚོ་བ་ལ་ཕན་ཐོགས་དང་སྐྱིད་སྡུག་ལ་དེ་འདྲ་ཕན་ཐོགས་ཡོང་གི་འདུག་ཨ་ནི། ང་ཚོ་སློབ་སྦྱོང་གཞན་དག་སློབ་སྦྱོང་སུ་བཀས་བཀོད་སུ་སྦྱངས་ཡོད་མ་རེད། ད་ཐོག་བཀོད་ཡ་དེ་སྦྱངས་ནས་ད་ལོ་ལོ་བཅུ་བདུན་བཅོ་བརྒྱད་ད་ད་ལྟ་བར་ལ་ལོ་གཉིས་རྩ་གྲངས་དེ་འདྲ་གི་ཐོག་ལས་ཀ་ལས་བ་རེད་ལ་དེ་འདྲ་རེད་ལ། ཁོང་གིས་གསུངས་ཡག་ལ་བོད་ནང་གི་བོད་མི་ཚོ་རྡོ་བརྐོས་མ་ཎི་ལ་དགའ་མོས་དང་དར་སོ་ཆེན་པོ་ཡོད་པར་བརྟེན་ཁོང་དང་ཁོང་གི་གྲོགས་པོ་རྡོ་བརྐོས་བ་མང་པོ་ཞིག་བལ་ཡུལ་དང་བོད་ཀྱི་ས་མཚམས་རྡོལ་པོ་ཞེས་པའི་ས་ཁུལ་ནས་བོད་ཀྱི་ནག་ཆུ་ས་ཁུལ་དང་ཕན་ཆེ་དང་ཡག་ར་ས་ཁུལ་ནང་རྡོ་བརྐོས་ཆེད་དུ་མང་པོ་འགྲོ་མྱོང་ཡོད་པ་གསུང་གི་འདུག། ང་བོད་ཀྱི་ས་ཨུལ་ད་ང་ཚོ་རྙིང་མ་ཡིན་ནའང། ད་སྤྱི་ལོ་ཉིས་སྟོང་བཅུ་བཞི་བཅོ་ལྔ་ཐོག་ལ་ང་ཚོ་བོད་ལ་མང་པོ་འགྲོ་གི་རེད། ཨ་ནི་ང་ཚོ་འདི་ད་ང་ཚོ་ཁ་བརྡས་དེ་ལ་བོད་ནག་ཆུ་ནག་ཆུ་ལ་ཡོད་དང་དེ་ནས། ཕན་ཆད་ལབ་ཡ་དང་དེ་ནས་གངས་ཆོས་ལབ་ཡ་དེ་འདྲ་ལ་དེ་འདྲ་ལ་མང་པོ་འགྲོ་གི་རེད། དེ་ནས་བ་ཡང་ང་ཚོ་དེ་ཡག་ར་ལབ་ཡ་དང། སྐྱེས་ལག་དར་མ་ལབ་ཡ་ད་ལྟ་མང་པོ་མང་པོ་ལ་བོད་ཁག་མང་པོ་ལ་འགྲོ་མྱོང། དེ་དེ་བ་ཚང་མ་ལ་དེ་འདྲའི་མ་ཎི་སྟོད་མ་ཎི་མང་པོ་དར་སོ་ཡོད་རེད། རྡོ་བརྐོས་བ་ཚེ་རིང་ཕུར་པ་ལགས་ཁོང་ཆུང་དུས་ནས་རྡོ་བརྐོས་ཀྱི་ལག་རྩལ་ལ་དོ་དབྱིངས་ཆེན་པོ་ཡོད་མཁན་ཞིག་དང་ཁོང་ནས་རྡོ་བརྐོས་ཀྱི་ལག་རྩལ་ཐོག་དམིགས་བསལ་སྦྱོང་བརྡར་གནང་མྱོང་མེད་ན་ཡང་ཁོང་རང་ལོ་བཅུ་བདུན་ནས་རྡོ་བརྐོས་ལག་རྩལ་ཐོག་དོ་སྣང་དང་སྦྱང་བརྩོན་གནང་ནས་རྡོ་བརྐོས་ཀྱི་ལག་རྩལ་དེ་ཤེས་པ་ཞིག་ཡིན་འདུག་ཁོང་གིས་ད་ལྟའི་འཕྲུལ་ཆས་ཀྱི་དུས་སྐབས་འདིར་གཞོན་སྐྱེས་ཚོས་རྡོ་བརྐོས་ཀྱི་མངར་མོའི་ལག་རྩལ་ཐོག་དོ་སྣང་དང་སྦྱང་བརྩོན་གནང་མཁན་ཧ་ཅང་དཀོན་པོ་ཡིན་དུས་མ་འོངས་པར་ང་ཚོའི་བོད་པའི་ཐུན་མོང་མ་ཡིན་པའི་ལག་རྩལ་དེ་རྩ་སྟོང་འགྲོ་རྒྱུའི་ཉེན་ཁ་ཡོད་པ་གསུང་གི་འདུག། ད་དེང་སང་དེ་འདྲའི་ཁག་པོ་རེད་འདུག་ལ་ད་ག་རེད་ཟེར་ན། གཞོན་སྐྱེས་དེ་ཚོ་མང་ཆེ་ཅིག་སློབ་སློབ་སྦྱོང་ཞིག་ད་ཁ་ཤས་གོམ་པ་ལ་འགྲོ་གི་རེད་ཁ་ཤས་སློབ་གྲྭ་ལ་འགྲོ་གི་ཡོད་རེད། ཨ་ནི་ཏག་ཏག་ཕ་མ་གིས་ཞིག་ལབ་ཀྱོག་དེ་ལ་ཞིག་ལས་ཀ་ལ་དོ་སྣང་མ་བྱས་བ་འདྲ་བྱས་མང་ཆེ་ཅིག་ཕྲུག་རྗེས་ལ་མགོ་གཡག་ནས་དེ་འདྲ་མང་པོ་ཞིག་ཡོད་རེད་ལ་ཨ་ནི་ད་སོ་སོ་སྤྱིར་བཏང་གི་སོ་སོ་གི་ཕ་མ་ལས་ཀ་ག་རེ་བྱེད་འདུག་དེའི་ལས་ཀ་ལ་རག་ལས་ཡོད་རེད་ལ། ཨ་ནི། ང་རང་གི་བདག་ནི་ནི་ནི་ནི་ད་མ་འོངས་པ་ལ་དེ་འདྲའི་དཀའ་ལས་ཁག་པོ་ཡིན་ནོ་དྲན་གི་འདུག་ད། ག་རེ་ཟེར་ན། ཁོ་ལས་ཀ་མགོ་ཉོག་པོ་རེད་སུ་གུ་ལ་དཀའ་ངལ་ཤུགས་ཆེན་པོ་ཤི་མ་ཤི་ཆ་བཀོད་ཡོད་རེད་ལ། དེ་ཡིན་དུས་ད་ཅི་ཞུ་ནམ་དེ་ཚོ་དེ་འདྲ་ཞིག། དོ་སྣང་བྱེད་འོས་ཞེ་དྲག་ཞིག་བྱེད་ས་མ་རེད། ཁོང་གིས་རྡོ་བརྐོས་ཀྱི་ལག་རྩལ་དེ་བཞིན་བོད་ཀྱི་ཐུན་མོང་མ་ཡིན་པའི་སྒྱུ་རྩལ་གལ་ཆེ་ཞིག་དང་སོ་སོ་རང་ཉིད་ཀྱི་འཚོ་བའི་རྟེན་གཞི་ཙམ་མིན་པར་མ་ཎི་ཡིག་དྲུག་དང་ཞབས་རིམ་ཁག་གལ་ཏེ་ཡིག་གཟུགས་དང་བརྗོད་གཞི་དག་པོ་ཞིག་བཀོད་ཐུབ་པ་ཡིན་ན་ཆོས་ཕྱོགས་ཀྱི་ཐོག་ནས་སོ་སོ་རང་ཉིད་ལ་བསོད་ནམས་བསགས་པའི་ལག་རྩལ་ཞིག་ཡིན་པ་གསུང་གི་འདུག། ད་ང་རང་ཡིན་ན་ད་དེའི་ལས་ཀ་དེ་བཞིན་ང་རང་བསོད་ནམས་བསགས་པོ་དང་ཅིག་ཡག་པོ་འདྲ་བོ་ཞིག་ང་རང་ངར་རེད་ལ་ཅིག་བསམ་བློ་བཀོད་ན། ཡག་པོ་འདྲ་བོ་ཞིག་ང་རང་བསོད་ནམས་ས་གཅིག་ཏུ་ངའི་རི་ལས་ཀ་འདི་ཅིག་མ་གནས་ག་འདྲས་ཤིག་སྔགས་ག་འདྲས་ཤིག་བཀོལ་བ་ཡིན་ན་དེ་ཅིག་བརྗོད་གཞི་དག་པོ་ཞིག་དང། ཅིག་རྣམ་པར་དག་པོ་ཞིག་བྱེད་ཐུབ་ན་ང་རང་ཤི་ན་ཕན་ཐོགས་དང་ཅིག་སྦྱིན་བདག་ལེན་ནས་ཕན་ཐོགས་ཡག་པོ་ཞིག་སླེབས་འོང་བསམ་ནས་ནི་དེ་འདྲ་ཅིག་ནི་ལས་ཀ་ཞིག་ཡོད་ལ་ལས་སོ། ཁོང་ད་ལྟའི་ཆར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་འདི་ལོའི་གསུང་ཆོས་དང་སྟབས་བསྟུན་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ཉེ་འཁྲིས་སུ་རྡོ་རྗེ་གདན་བོད་རིགས་ཚོང་འབྲེལ་མཐུན་ཚོགས་ཀྱི་ཁྲོམ་རའི་ནང། ཚོང་ཁང་ཆུང་ཆུང་ཞིག་གཉེར་ནས་ཁོང་གིས་རྡོ་བརྐོས་ཀྱི་ལམ་ནས་བཟོས་པའི་མ་ཎི་དང་ཞབས་རིམ་དེ་བཞིན་ལྷ་སྐུ་འདྲ་མིན་དང་མཉམ་དུ་ནང་པའི་མཆོད་རྫས་རིགས་འདྲ་མིན་གྱི་ཚོང་གཉེར་བཞིན་ཡོད་པ་རེད་འདུག་སྔ་མོ་ཡིན་ན་བཙན་བྱོལ་སྤྱི་ཚོགས་ཁྲོད་རྡོ་བརྐོས་ལག་རྩལ་ཐོག་འཚོ་བ་སྐྱེལ་མཁན་མང་དག་ཞིག་ཡོད་ན་ཡང་ཕྱིས་སུ་བོད་པའི་སྤྱི་ཚོགས་ཁྲོད་རྡོ་བརྐོས་ལག་རྩལ་བ་ཕ་རྒྱུད་ནས་ལག་རྩལ་འདིའི་ཐོག་སྦྱངས་པ་ཡོད་མཁན་ཁག་གཅིག་དང་བོད་མི་མི་རབས་རྒན་པ་ཁག་གཅིག་མ་གཏོགས་བོད་མི་མི་རབས་གཞོན་པའི་ཁྲོད་རྡོ་བརྐོས་ལག་རྩལ་སྦྱངས་མཁན་རེ་ཟུང་ལས་མེད་པ་རེད་འདུག། རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།